རྣམ་པ་ལྷན་སྐྱེས་ཀྱི་སྐུ་ཁམས་བཟང་བའི་མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ། དེ་རིང་འདི་ནས་ངས་མཚམས་སྦྱོར་བྱེད་འདོད་པ་ནི། Microsoft Office ཉིས་སྟོང་བདུན་དག་ཅན་གྱི་ནང་ཚན་གྱི་བོད་བསྒྲུ་རྣམ་པ་ཅན་གྱི་ཡིག་ཆ་དེ། PDF རྣམ་པ་ཅན་གྱི་ཡིག་ཆ་ལ་ཇི་ལྟར་བསྒྱུར་བའི་སྐོར་ངོ་སྤྲོད་ཞིག་བྱེད་རྒྱུ་བྱས། ད་དེ་ལ་དཔེར་ན་ད་དེ་རང། ཨོ་ད་དེ་ལ་དཔེར་ན། ད་དང་པོ་དཔེར་ན། ད་བས་སྐོར་ན་ད་ཡིག་ཆ་འདི་དག་གམ་འདི་དགོ་ཞེས་པ་ཡིན་གྱི་ན།

ལྕགས་ལག་མཚོ་དགོ་བོ་འདྲ་བོ་ད་དུ་མ་ཟེར་སྲིད་ཁོ་ད་འདི། ད་ཡིན་རྒྱུ་རྟགས་འདི་རེད། འདིའི་རྟགས་སྔོན་པོ་གི་སྤྱི་ན་དཀར་པོ་ད་ང་ཚོ་འདི། ཧ་ལས་པ་དང་ངོ་མཚར་བའི་རྟགས་བཟོ་སྲིད་གོང་ད་གང་ལྟར། འདི་ཡོད་དུས་གང་ལ། རང་གི་ཡི། བོད་དྲི་རྣམ་པ་ཅན་གྱི་ཡིག་ཆ་དེར PDF ལ་བསྒྱུར་བྱེད་ཀྱི་མ་ལག་ད་དུང་རང་གི་གློག་ཀླད་ལ། ད་མ་ཚང་བའི་རྟགས་དོག་འགོ་རེད། ད།

འདི་ཡོང་གི་ད་འདི་འདི་འདྲ་ཟིན་གྱི་ན་འདི་རེད་ད་གི་བཟོ། རང་གི་མ་ལ་ཕབ་ལེན་བྱེད་ཀྱི་ཉེན་མཁྱེན་དེ་སྐད་ཡིག་གང་གི་སྒང་ནས་ཕབ་ལེན་བྱེད་ཀྱི་སོགས་གོ་ནོ་ད་དེ་སྐད་ཡིག་འདེམས་ས་བར། ད་ནི་ང་ཚོ་དབྱིན་ཇིའི་སྒང་ནས་ཡིན་པ་འདྲ་ཟིག་བྱས། དེ་ནས་འདི་རེད། ད་འདི་སྒྲོན་ལོག་འདྲི་བྱེད་ན་འདི་ཁ་ཐུག་ཡོང་གི།

ད་ནང་འཇིགས་བྱེད་ཚར་སོང་ད་ནང་འཇིགས་བྱེད་ཚར་བའི་རྗེས་ལ་ད་དཔེར་ན་ད་ཡིག་ཆ་འདི་དགོ་ཞེས་ཐམ་དགུ་འགྲོ་ས་བོ་འདས་སོང་བ་ད་འདས་སོང་ན་ད pdf or ཨེག་སྤེས་ད་འདི་ཐོན་ད་གོ་ད་ད་འདི་ད་ཅིག་རྟག་ཏུ་མེད་པ་ཅི་ཡིག་འདི་ལས་རྟག་འདི་མཐའ་སྐོར་ཡིན་འདི་མོ་གསེར་སྐྱིན་ར་ཟིག་མཐའ་རེ་བཞག་གི་ད་འགྲིག་རེད་ད་དེ་ནས་དེ་ནས་ན་ན་ད་འདི་འདྲ་ཟིན་རྒྱུ་ན་རང་གི་ཡིག་ཆ་དེ། གང་འཇོག་རྒྱུ་ཡིན་མིན་དང་ད་ལྟའི་མྱང་འདོགས་གསལ་བོ་ལྟར་ད་འདི་དཔེ་འཇོག་རྒྱུ་ན་མགོ་ལོག་ཟླ་འབེག་གཙོ་འཛུགས་རེད། འདི་ལ་ད་མགོ་ལོག་འདྲ་བ་ཟེར་འཕྲད་ཐོང། ད་འདི་ན option བཟོ་གི་འདི་འདྲ་བ་ཟིན་རྒྱུ་ན་ད་འདི་ལྟག་རྒྱབ་ཡོད་ཟེར་བ་འདི་ཡིན་རྒྱུ་ན་འདི་ལ་ཤོག་གི་ག་ཚད་ཡོད་ན་ད་འདི་རང་ག་ར་བསྒྱུར་རྒྱུ་དགོས། ཡིག་ཆ་འདི་ཤོག་གྲངས་ག་ཚད་ཡོད་ན་ཆ་ཚང pdf ལ་བསྒྱུར། བསྒྱུར་གི་ཡིན་སྲིད་རྟགས་དེར། Current། ཕལ་ཆེར་འདི་འདྲ་ཟིན་གྱི་ན་རང་གི་ད་ལྟར་བགོ་བཤའི་ཡོད་ནོ་མིག་མདུན་ན་ཡོད་ནོ་གི་ད་ཡིག་ཆ་འདི་ལྡོག་གོ། འདི་གཅིག་པོ་མ་གཏོགས་ཤོག་བཞམས་པ PDF ལ་མི་སྒྱུར་གི་འདི་འདི་ལྟག་བརྒྱབ་ན། འདི་ལྟག་བརྒྱབ་པ་འདྲ་ཟིན་གྱི་ན་ད་གང་ནས་བུད་དེ་གང་པར་ད་ད་དཔེར་ན་ཤོག་སྒྲག་དང་པོ་ནས་བུད་ལེར་སྔ་བ་པར་འདྲ་བོ་ཟེར་ད་འདི་དང་པོ་འདི་ན་ཤོག་སྒྲག་དང་པོ་རེད་འདི་ནས་བུད་དེ། ད་དཔེར་ན་འདི་ཇེ་མང་དང་སྔ་བ་འདྲ་བཟོས་ན། རང་གི་འདི་ཤོག་གྲངས་བྲིས་ནས་ནང་བཞིན་གྱི་ཤོག་གྲངས་ཀྱི་ཚགས་གཞི་དུ་མ་གཏོགས pdf ལ་མི་འགྱུར་གི། དེ་འདི་དུས་གདམ་ག་གྱིས་བཟོས་རེད་ད་ང་ཚོས་དཔེར་ན all སྐོར་ཆ་ཚང་འདི་གཅིག་བཏང་ན་ད་ཤོག་གྲངས་ཚ་བཟང་མེད་པར་འདི་རང་གི་སྒོ་ཕྱེ་བའི་སྐྱ་འདི་ལ་ཤོག་གྲངས་བསྟོད་ཡོད་ན་ཆ་ཚང།

ད pdf རྣམ་པ་ཅན་གྱི་ཡིག་ཆ་ལ་བསྒྱུར་ཚར་བའི་རྗེས་ལ། རང་གི་ཡིག་གཟུགས་དེ་གནས་གང་ནས་དགོས་ཤེ་ན་བསྒྱུར་གི་མ་རེད་ད། དག་ཅིག་རེད་ད་རང་གི་གྲོགས་པོ་འདྲ་བོ་དང་ད་གང་ལྟར་ཀྱང་ཅིག་བོད་ཡིག་མེད་ས་ག་ཅིག་གློག་ཀླད་དུམ་བུ་གི་ནང་ནས་རང་གི་ཡིག་ཆ་འདི་དགོས་ཤེ་དགོས་ཀྱི་འདྲ་ཟེར་རྒྱ་གང་དུ་བཏང་བཏང་ན། ད pdf ལ་བསྒྱུར་ཆོག་ནས་ཡིག་གཟུགས་དེ་རྣམ་པ་གང་ནས་བསྒྱུར་གི་མ་རེད་དེ་རག་ཅིག་རེད། གཉིས་ནི། ད་འདི PDF རྣམ་པ་ཅན་གྱི་ཡིག་ཆ་འདི་སྔོག་བཤེར་ལ་ད་རིགས་འདྲ་མི་འདྲ་ཡོད། དེས་ན་དེའི་ནང་ནས་ད་གཙོ་བོ་གཅིག་བཏང་སོང་ད་དཔེར་ན Acrobat། འདི་ཆུ་ཟེར་འགོ Adobe Reader སུ་གོ་ན་ད་གཙོ་བོ་དེ་རེད Adobe Reader འདྲ་ཟིན་སོང་གྱིས་ན་ད་བཏང་སོང། གློག་ཀླད་ཕལ་མོ་ཆེ་གི་ད་གཅིག་ཆུ་ཚོད་དགུ་རེད། ངེས་པར་དུ་ཚང་དགོས་ཡིན་མ་ལག་འདྲ་བོ་སྟོང་གཟུགས་གློག་ལྡོག་གི་དེ་ཡིན་སོང། དུ་མེད་ས་ཕལ་ཆེར་ཉུང་ཉུང་རེད་དེ་ཡིན་སོང་རང་གི་ཡིག་ཆ་དེ་ཡིག་གཟུགས་མ་འགྱུར་བའི་སྒོ་ནས་གནས་གང་ནས་ན་སྔོག་ཐུབ་ཀི་ལོ་གཅིག་རེད། དེ་ནས PDF ལ་ཕར་བསྒྱུར་ཚར་རྒྱུ་གི་ཡིག་ཆ་འདི་ལྟ་བུ་ཟིག་མཚོན་གྱི་ན་ཡང་སིལ་འཁོར་དག་ལས་ཡི་གེ་རྐྱང་པ་ལ་ག་ཡང་ཕབ་ཐུབ་ཁག་པའི་ནི་དྲེད་བཀྲེགས་འདི་བྱས་ནས་ད་འདི་མོ་ཟིག་འདྲ་ད།

ཡང PDF མི་འཇིགས་ཀྱང་དགོས་ལ་ག་ས་རང་ཁོ་རེའི་འདྲ་བཤུས་ཞུས་ནས་སུར་འགྱར་ཡང་ཐུབ་གི། ཨོ་ད་ཏི་མོ་ཟེར་རེད་ཆ་རྐྱེན་འདྲ་བོ་ཨོ་ཏི་མོ་ཟེར་ཡོད་གི་ད་གཙོ་བོ་ཏི་མོ་ཟེར་རེད་དེ་ནས་སྤྱིར་བཏང་འདི་ཅང་མི་ཤིས་འཁོན་ཀྱང་ཡོད་ཀྱི་མ་རེད་བསམ་གི་ར་ད་ཡིན་ན་ཡང་གསར་དུ་གློག་ཀླུ་ལ་ཅིག་སྔོག་འགོག་གསུམ་འགོག་ནས་སྐོར་རྫས་ནི་འདི་འདྲའི་ཟས་སྔོ་སྦྱོར་ཞིག་དང་ལ་ཕ་ཆེར་ཕན་ཐོགས་ཏེ་ཟས་ཡོ་བྱད་རིན་ཐོར་གྱི་ཁུངས་སམ་བུའི་སྔོ་སྐྱུར་ཞེས་པ་ཡིན། ད་དེ་རང་གི་ཆ་ལ་དང་མི་སྲིད་ཞེས་ཡང་གནས་སྐབས་བདེ་མོ།